ཨོ་ལ་སོ། ད་དགའ་ལྡན་ཞབས་ཡིག་ཁང་ཞེས་པའི་དྲ་རྒྱ་ཆེན་པོ་གཏན་ནས་ཡོད་དགོས་གལ། ཨ་ནེ་ཚོ་ཡོད་དགོས་མེད་ན་ཡོངས་སུ་རྫོགས་པ་ལ་ཕྱིའི་བླ་ན་མེད་པའི་གུས་འདུད་དང་འཚམས་འདྲིར་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཨ་ནེའི་དམིགས་བསལ་གྱི་གང་ནས་ཡང་བཀའ་སློབ་གནང་མཁན་ཡོངས་སུ་རྫོགས་པ་ལ། ངས་ད་བར་ནས་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཟེར་ནས་ཞུ་གི་ཡོད། ད་དེ་འདྲ་ཡིན་དུས་ཙམ་ནས་དེ་ནི་གུས་པ་རང་ཡིན་ན་ཡང། དྲ་རྒྱ་འདི་གི་དེ་ད། སྒྲ་མི་འབྱིན་པའི་ཆ་ནི། དེ་ནས་རྣམ་པ་ཚོགས་པ་མ་གསུང་བཤད་པའི་རྒྱུད་རང་གི་འཕྲོ་བ་ལ་ཡང། ཨ་ནི་ཆ་ཤེས་འདྲ་བ་ཅིག་ལེན་པས་ཡིན་ནོ། ཨ་ནི་རྣམ་པ་ཚོགས་ཀྱི་དེ་ནི། མ་གསུང་ཡང་ལ་བློ་དགོངས་འདྲ་བ་ཅིག་ཤེས་བྱས་ནས། ཨ་ནི་སོ་སོ་ལ་དག། གར་སེར་དག། བློ་ཤེས་རྒྱ་མི་འཁྱོངས་བ་ཅིག་ཡོང་གི་ཡོད་པ་ཡིན་དུས་ཚད་ནི། དེ་ནི་ངེད་ཀྱི་གླིང་འདྲ་བོ་ཆུ་ལྷོང་ནས་དེ་ནི་སྤྱན་འདྲ་བོ་ཆུ་ལྷོང་བཞག་པས་ཡིན། ཨ་ནི་སྤྱན་དེ་ལ་ལྟོས་ཏེ་དེ་ནི་ཁོའི་རྣམ་པ་ཚོ་གི་དྲ་སྲུང་མང་བོ་ཆུ་སྲུང་ཡོང་གི་ཡོད་པ་ཡིན་དུས་ཚད་ནི། ང་ཙམ་མ་ཚད་དེ་ནི་དྲ་གྲོགས་མང་བོ་ལྔ་བརྒྱ་ཐམ་པ་ཡོད་པ་ཡིན་དུས་ཚད་ནི། ཚང་མ་ཇི་ལྟར་ལོ་རེར་དེ་ནི་གོ་རྟོགས་ཟེར་ཡག་ལ་ཏན་ཏན་ཕན་ཐོགས་ཡོད་པ་ཅིག་ཡིན་པ་ཡིན་དུས་ཙཱ་ནི་ཨ་ནི་དགེ་བཤེས་རྣམ་པ་ཚོ་གོ་དེ་ནི་མ་གསུང་གཞོན་ཡག་ལ་དེ་ནི་ངེད་ཀྱི་དག་སྔགས་དང་མ་གསུང་ན་དུང་བྱས་ནས་དེ་ནི་མ་གསུང་ཡག་ལ་དེ་ནི་གསུང་གྲགས་ཡག་ལ་མ་རེ་བ་འདྲ་བོ་ཞིག་རྒྱབ་ཡག་དུས་ཙཱ་ནི་ནི་ནི་སྤྱན་འདྲ་བོ་ཅིག་ཞལ་བྱས་ནས་གསུང་ཡོང་གི་འདུག་བ་དེ་ཡིག་དེ་ནི་ཕན་ཐོགས་ཞེ་དྲག་ཡོང་གི་འདུག་དེ་འདྲ་ཡིན་པའི་ཆ་ནས་ད་རེས་ངེད་ཀྱི་དག་བསམ་ཚུལ་ཁྲོད་ལ་ཕྲན་བུ་ཅིག་ཞུ་ཡག་ལ་འདོད་པ་བྱུང་སོང། ད་དེ་འདྲ་ཡིན་དུས་ཚོད་ནི་ད་རྩ་བའི་ཆ་ནས་ང་རང་ཚོ་གི་ད་དུས་རོ་ཉིས་རྩ་གཅིག་གི་སྐབས་འདི་འདྲའི་རྗེས་ལ་སླེབས་དུས་ཡོད་པ་ཡིན་དུས་ཚོད་ནི། རྩ་བ་གཉིས་ནི་བྱུང་མི་སྲིད་པ་གི་བཟོ་འདྲ་བོ་ཅིག། ད་བོད་པ་བོད་པ་ནང་ལོགས་ལ་དེ་ནི་ཆུ་དུ་ཟང་ཟིང་གི་འབྲེལ་བ་བཅད་ཡག་གི་གནས་སྟངས་དེ་ག་ནང་བཞིན་གི་དེ་ནི། དགེ་ལུགས་ཀྱི་དགེ་ལོག་ནང་ལོག་ལ་ཡང་དེ་ནས་ཁྱོད་དང་ཟང་ཟིང་གི་འབྲེལ་བ་ཇི་ཡག་གི་འདི་དང་འདི་ཚོ་ཆ་ཚང་བ་ལོ་དེ་ད་ཏཱ་ལི་བླ་མ་གི་ཨ་ནེ་ཁོ་ག་རེ་ཟེར་ད་སྲིད་དོན་ནག་པོ་དེ་གི་ད་ཇུས་ངན་དེ་གི་འོག་ནས་ད་ང་རང་ཚོ་ལ་གནས་སྟངས་དེ་བྱུང་བཞག་པ་ཅིག་ཆགས་དེ་གི་ཡོད་རོ་བ་དེ་འདྲ་ཡིན་པ་ཅིག་ཡིན་དུས་ཚ་ནི་དེ་འདྲའི་དེ་ལ་ང་རང་ཚོ་གི་ངོས་ནས་བཤད་པ་ཡིན་ན་ཡང་བདེན་པ་ར་སྤྲོད་ཟེར་ཡ་དེ་བྱེད་དགོས་ཡ་ཅིག་དང་དགོས་ངེས་ཅིག་ལ་ང་རང་གི་ངོས་འཛིན་ཞུ་གི་ཡོད། དེ་འདྲ་ཡིན་དུས་ཚད་ནི་བདེན་ཡང། ང་རང་ཚོ་བོད་རང་ཉིད་ཀྱི་རྩ་རྒྱུད་ཀྱི་མི་འོས་སྦྱིན་པའི་ཆ་ནས། འགྲོ་བ་མི་ཡི་གི་མནར་གཅོད་བེད་སྤྱོད་བཏང་རྗེས་ནས་འགྲོ་བ་མི་ཡི་ལས་ཀ་དེ་མི་གིས་བྱས་རྗེས་ནས་ཨ་ནི་ཁ་གཏད་བཅག་དགོས་ཡ་ཅིག་རེད་བསམ་གི་ཡོད་རེད་དེ་འདྲ་ཡིན་དུས་ཚད་ནི་བདེན་པ་ར་སྤྲོད་དེ་བྱེད་དགོས་ངེས་ཅིག་རེད། དེ་འདྲ་ཡིན་དུས་ཚད་ནི་ཡང་དེའི་གི་ཞོ་དེ་ལ་ངས་ག་རེ་ཞུ་དགོས་རེད་ཟེར་ལབ་ཡིན་ན།

མཁའ་ལ་འཁོར་འདས་མཁན་གྱི་རྡོ་རྗེ་ཤུགས་ལྡན་ལ་ད་ང་རང་ཚོ་ལ་ཟུར་ཟ་དང་ཚད་མེད་མང་པོ་ཞིག་ཉེ་ཆོས་རུ་བ་དེ་ཚོ་ལས་གཞན་པ་འདུག་གོ་བོ་འདུག། དེ་ཚོ་ལས་གཞན་པ་མ་འདུག་པ་ཡིན་ན། ཨ་ནི་ང་རང་ཚོ་ཁོ་ག་རེ་ཟེར་དགོས་རེད་དེ་ནས་ཤིན་ཚུགས་འདི། འཁྲུག་ས་གི་དེ་ནས་འཁྲུག་ཆེན་འདྲ་བོ་ཅིག་གཙོ་བོ་ཡོང། ང་རང་ཚོ་གི་དེ་ནས་སེམས་པ་ནང་ལ་མ་བཟོད་པའི་གི་དཀའ་ངལ་འདྲ་མང་པོ་ཡོང་འདུག་གོ་ཡ་དེ་ག་རེ་རེད་ཟེར་ལབ་ཡོད་ན་དེ། བཅོས་བརྒྱུད་པ་བསྟན་འཛིན་རྒྱ་མཚོ་དེ་ལ་ང་རང་ཚོ་གི་རེ་ལྟོས་འདྲ་བོ་ཞིག་བྱེད་འདུག་གོ་བ་ཡིན་དུས་ཙཱ་ནི། རྒྱུ་མཚན་དེ་ཡི་ཕྱིར་ཏེ་ཁུ་གཅིག་ལ་ཡོང་དུས་རྩ་ནི་ང་རང་ཚོ་ལ་སེམས་ལ་ཕུག་པོ་ཞི་བོ་ཅིག་འོང་འདུག་གོ་ཡོད་རེད་བ། དེ་འདྲ་ཡིན་དུས་རྩ་ནི་དེ་འདྲའི་མ་ཡོང་བ་གི་ཆེད་དུ་ལ་ང་རང་ཚོ་གི་ཁོང་ལ་ཞེན་པ་འདུག་གི་འདུག། ཞེན་པ་འདུག་སྟངས་དེ་ཡང། ཡང་ཁོ་གར་ཟེར་གི་རེད་ཏཱ་ལའི་བླ་མ་བསྟན་འཛིན་རྒྱ་མཚོ་དེས་ང་རང་ཚོ་གི་འགྲོ་བ་སིལ་སྙན་གི་བྲང་ནས་སྤོས་བྱས་ནས་ང་རང་ཚོ་གི་དེ་ནི་ཁྱོད་དང་ཟང་ཟིང་གི་རྦད་དེ་འབྲེལ་བ་བསྐྱེད་དུ་དགོས་རེད་ཟེར་གི་ཡོད་མ་རེད། དེ་འདྲ་ཡིན་དུས་རྩ་ནི་ང་རང་ཚོ་གི་ཁོ་རང་གི་སྐད་ཆ་བཤད་བཞག་པ་དེ་ཚོ་ལ་ཨ་ནི་ཁོ་གར་སོང་ཞེས་པ་འདུག་གོ་ཡ་དང་ཁོ་རང་གི་དེ་ནི་ཤོད་པ་ཅི་ཡོད་རེད་བ་དེ་ལ་ང་རང་ཚོ་གི་ཞེས་པ་འདུག་གོ་ཡ་དེ་རྩ་བའི་ང་རང་ཚོ་གི་དེ་ནི་ཤེས་ཚུལ་འདི་གི་བདེ་དོན་གི་ཆེད་དུ་དང་ང་རང་ཚོ་ཤེས་ཚུལ་འདི་དེ་ནི་དམངས་ཀྱི་བརྟན་པོ་ཅིག་ལང་ཀ་བརྟན་པོ་ཅིག་གི་ལུང་ཐུག་ཡ་ལ་ཆེས་པ་བཟོ་གི་ཡོད་པ་ཡིན་དུས་རྩ་ནི་ང་རང་ཚོ་གི་དེ་ལ་ཞེས་པ་འདུག་གོ་གོ་འདུག་འོ་དུགས་སུ་ཞུགས་གི་ཡོད་རེད། དེ་འདྲ་ཡིན་དུས་ཚོད་ནི་དེའང་ངས་ཞེན་པ་འདུག་གི་རེད་ཟེར་དུས་ཚོད་ནི་ཡང་རྣམ་པ་ཚོ་ག་རེ་ཟེར་གི་ཡོད་ན་སང་སང་འདྲ་རེ་ཡོང་སྲིད་པ་རེད་བ། ད་ལྟ་ང་རང་ཚོ་གི་དེ་ནི་རྡ་རམ་ས་གི་དེ་ནི་སྒྲིག་འཛུགས་དེ་ལས་གཞན་ཆ་བྱེད་དགོས་ཡག་གི་གནད་འགག་འདྲ་བོ་ཅིག་རྩ་བ་ཉིད་ནས་ཆགས་གི་མི་འདུག་བསམ་གི་ཡོད་ཁོ་ག་རེ་རེད་ཟེར་ལབ་པ་ཡིན་ན། རྡ་རམ་ས་གི་སྒྲིག་འཛུགས་དེ་གས་རྩ་བའི་གི་ཁོ་རང་ཚོ་གི་ཕོ་རྒོད་ལ་དེ་འདྲ་ག་རེ་ཟེར་རེད་བོད་མི་རིགས་འདི་གི་རྩ་དོན་ལ་རེ་བ་ཅིག་ཡོད་པ་ཡིན་ན། ད་ང་རང་ཚོ་གི་རྦད་དེ་ཞེན་པ་འདུག་ཡག་པ་ཡིན་ན། ཡང་གཅིག་འགྲིག་གི་མ་རུང་བ། དེ་འདྲ་ཡིན་དུས་ཙཱ་ནི་ཁོ་རང་ཚོ་གི་རྩ་དོན་གི་ལས། དམིགས་ཡུལ་རྩ་བ་ཉིད་ནས་ཡོད་མ་རེད་ལ་རྩ་དོན་ལ་ཕུགས་རྩ་བ་ཉིད་ནས་ཡོད་མ་རེད། དེ་གང་གནང་གི་ཡིན་གི་རྡ་རམ་ས་གི་སྒྲིག་ཚོགས་དེ་གས་ང་རང་ཚོ་གི་དེ་ནས་རྡོ་རྗེ་ཤུགས་ལྡན་གི་དེ་ལྷ་དེ་མི་དེ། སུ་འདྲ་བྱེད་ལེ་ན་ན་མོ་ཚེ་ཕིང་ས་ཅིག་གི་དེ་ནི་ཕན་ཐོག་གི་ཡོད་མ་རེད་དེ་འདྲ་ཡིན་དུས་ཙཱ་ནི་ང་རང་ཚོ་གི་དེ་ནི་དཔལ་འབྱོར་གི་ཆ་ནས་ཡིན་ན་ཞེན་པ་སྡུག་མི་ཐོབ་བའི་ཆག་གི་ཡོད་མ་རེད་ལ་དེ་གང་གནང་གི་ཡིན་གི། ཆོས་ཀྱི་ཆ་ནས་བཤད་པ་ཡིན་ན་ཞེན་པ་དུག་མ་ཐོན་བར་རྩ་བ་ཉིད་ནས་འཆག་གི་ཡོད་མ་རེད། དེ་ལས་དུག་དེ་ཏཱ་ལའི་བླ་མ་དང་ཟམ་གདོང་བླ་མ་གཉིས་ཀྱི་དེ་ནས་སྲིད་བྱུས་ནག་པོ་དེ་ང་རང་ཚོ་གི་ལག་ལེན་བསྟར་དགོས་ལུགས་བྱུང་བ་ཡིན་ན། ཨ་ནི་དང་དུ་ལེན་དགོས་ལུགས་བྱུང་བ་ཡིན་ན། དམ་པ་ལྷ་ཆོས་ལུགས་དེ་འགལ་བ་ཙམ་དུ་མ་བརྩི་ནས་འཇིག་རྟེན་མི་ཆོས་ལ་འགལ་བསྡད་པ་དེ་འདྲ་ཚོ་ཆགས་བསྡད་དགོས་ཡོད་རེད་ཁོ་རང་རྣམ་པ་གཉིས་ཀ་དེ་ནས་རྡོ་རྗེ་ཤུགས་ལྡན་བསྟན་གཉིས་དང་མི་བསྟན་གཉིས་བར་རོ་ལ་ཆུ་དང་ཟང་ཟིང་གི་འབྲེལ་བ་བསྐྱེད་དགོས་ཟེར་ཡ་དེ་དངོས་གནས་དངོས་སུ་ལག་ལེན་བསྟར་གི་ཡིན་ན། དེ་འདྲའི་གི་དེ་ནི། སོ་སོ་རང་ཉིད་ཀྱི་རྡོ་རྗེ་ཤུགས་ལྡན་དག་བསྟན་ཡག་དེ་མཚམས་སྦྱོར་བྱེད་པར་ཆགས་བཞག་སོ་སོ་གི་དེ་ནི་བཟའ་ཟླ་བུ་ཕྲུག་དེ་ཚོ་གི་མུ་མཐུད་ནས་བསྟེན་གྱི་ཡོད་པར་ཆགས་བཞག་དེ་ཚོ་ལ་སོ་སོ་གི་ཁྱོད་དང་ཟང་ཟིང་གི་འབྲེལ་བ་བཅས་རྟ་ཧང་རྩ་བ་ཉིད་ནས་མ་བྱས་པ་ཡིན་ན། ཨ་ནི་འཇིག་རྟེན་མི་ཆོས་ཀྱི་ཐོག་ནས་བྱས་ན་འཁྲུག་ལོག་གི་ཐོག་ནས་བྱས་པ་ཡིན་ན་ཁྱད་པར་ཕུགས་ཡག་ཅེས་རེ་བ། དེ་འདྲ་ཡིན་པ་ཡིན་དུས་ཚད་ནི། སོ་སོ་ལ་དེ་ནི་འགན་ཡོད་པ་དེ་འགན་མ་ཁོས་པ། ནང་མི་གི་འགན་མ་ཁོས་པ། སོ་སོ་གི་ལྟ་ཞུང་བྱེད་དགོས་ས་དེ་ཚོ་ལྟ་ཞུང་མ་བྱས་པ་ཞིག་ཡིན་དུས་ཙཱ་ནི། རྒྱ་གར་གི་ཁྲུང་ཐུང་ནས་ཁྱད་པར་ཕུག་ཡག་ཅེས་རེད་བ། དེ་ག་ནང་བཞིན་གྱི་སྤྱི་ཚོགས་ག་འདྲི་བྱེད་ལས་ཡིན་པས་ཡིན་ན་ཡང། སོ་སོ་ལ་ཚེ་འདི་ལ་བལྟས་ན་བཀའ་དྲིན་ཅི་ཞུས་ཀྱི་ཕ་མ་དང། སོ་སོ་ལ་ཚེ་འདི་ལ་བཀའ་དྲིན་ཅི་ཞུས་ཀྱི་བཟའ་ཟླ་དེ་ཚོ་ལ་སོ་སོ་གི་འདྲི་བ་བསྟན་ཆེད་བཟོ་བཞག་ན། སོ་སོ་ལ་འབྱུང་འགྱུར་ལ་དེ་འདྲ་ག་འདྲ་ཞིག་ཆགས་འགྲོ་དགོས་རེད། ཕྱི་ཚུལ་དེའི་ནང་ལ་སོ་སོ་ལ་ལྟ་སྟངས་ག་འདྲ་ཞིག་སླེབས་ཡོང་དགོས་རེད། དེ་ཚོ་བསམ་བློ་མང་པོ་ཞིག་བཏང་པ་ཡིན་ན། ཁོ་རང་ཉིད་ཀྱི་དེ་འདྲ་ཐ་ཚིག་གི་དེ་ནི་ཆུ་དང་ཟང་ཟིང་གི་འབྲེལ་བ་སྐྱེས་ཟེར་ཡ་དེ། དེ་འདྲ་དངོས་གནས་དྲ་གནས་ཀྱི་རྡོ་རྗེ་ཤུགས་ལྡན་བསྟེན་ཟུར་གཞན་ཉིད་ཀྱི་ཁས་ལེན་རྩ་བ་ཉིད་ནས་མི་ཐོབ་པ་ཙམ་དུ་མ་ཚད་ནི། མ་བསྟེན་རྗེས་དེ་ཚོ་གི་ཁས་ལེན་ཐབས་རྩ་བ་ཉིད་ནས་མེད་པ་ཞིག་ཆགས་འགྲོ་དགོས་ཡོད་རེད་བ། སྡིག་པ་རྨུགས་རྩོམ་ཁོ་ན་ཞིག་གི་ཡིན་ན་མ་གཏོགས་ཅི་དགའ། རྩ་བ་ཉིད་ནས་ཁོང་ཆུད་ཐབས་ཡོད་མ་རེད། དེ་འདྲ་ཡིན་དུས་ཚོད་ནི་ཁོང་བྱུས་སྐབས་རྩ་བ་ཉིད་ནས་མེད་པ་ཡིན་དུས་ཚོད་ནི། ད་ཁོ་རང་ཚོ་གི་ཁྱུ་དང་ཟང་ཟིང་གི་འབྲོག་པ་བཅས་ནི་ལོ་བཅུ་འཁོར་སོང་ལ་ནི་ད་ལྟ་དུས་དྲན་བྱེད་དགོས་ཡོད་རེད་དེ་ཡིན་ན་ཡང། གཙང་མ་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད་ལོ་རེ་ནས་ལོ་རེ་ཁོ་རང་ཚོ་གི་དེ་དམ་བཅའ་འདྲ་བོ་ཟེར་བྱ་སྣ་ཤིང་དམ་བཅའ་འདྲ་ཟེར་ལོ་རེ་ནས་ལོ་རེ་སྣ་སྐྱེས་ནས་དགོས་ཡག་གི་རྒྱུ་མཚན་གང་ཆགས་ནས་འོར་ཟེར་ལབ་ཡིན་ན། འབྲི་ཐབས་གཙང་མ་ཉིད་རྩ་བ་ཉིད་ནས་སྐྱེ་ཐབས་མེད་པ་བཅས་ཁོ་རང་ཉིད་ཀྱི་ལག་ལེན་རྩ་བ་ཉིད་ནས་བསྟར་མ་ཐུབ་པ་གི་ལས་འགུལ་ཅིག་སྤེལ་ཡོད་པ་ཡིན་དུས་ཚོད་ནི། དེ་ཁོ་རང་ཉིད་ཀྱིས་ཁོ་རང་ཉིད་ཀྱི་མགོ་ལ་ཁོ་རང་ཉིད་ཀྱི་དེ་ཐོ་བ་ཞུས་པ་བཟོ་འདྲ་བོ་ཅིག། ཤེས་ཐང་གི་བོད་མི་རིགས་ནག་ལོ་ལ་རྒྱ་གཞི་ལྷག་བསམ་གྱི་དེ་ཚོ་ཡིན་ན་ཡང་ཕོག་ཐུག་ཆེ་ཤོས་དེ་ཁོ་རང་ཉིད་ཀྱི་དེ། ཇུས་ངན་དེ་གི་ད་གི་བོད་མི་རིགས་འདི་ལ་དེ་ཕོག་ཐུག་ཆེ་ཤོས་དེ་བཏང་ཡོད་རུང་བ། བོད་མི་རིགས་རྒྱ་གཞི་ལྷག་བསམ་ལྡན་མཁན་དེ་ཚོ་གི་མི་རིགས་ཀྱི་ལྟ་བ་འཛིན་བདེ་མཁན་དེ་ཚོ་ལ་ཕོག་ཐུག་ཆེ་ཤོས་ནང་ལོགས་ནས་སྙིང་ལ་གྲི་བཙུགས་པ་ན་ཡིས་ཁྱ་ཡག་གི་ཁོ་རང་ཉིད་ཀྱི་ཇུས་ངན་དེ་ཆགས་བསྡད་དགོས་ཡོད་རེད་དེ་འདྲ་ཡིན་དུས་ཚོད་ནི་ང་རང་ཚོ་གི་ཡིན་ན་ཡང། དེ་འདྲའི་ལྟས་ལ་ཞེན་པ་འདུག་མ་ཐོབ་གོ་ཡག་གི་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད། དེ་འདྲའི་ཞེན་པ་འདུག་འདུག་གི་རེད་ཟེར་དུས་ཙང་ནི་ཡང་ཏཱ་ལའི་བླ་མ་དང་ཟམ་གདོང་བླ་མ་དེ་ཚོ་ང་རང་ཚོ་གི་བོད་མི་རིགས་ཀྱི་བྲག་ནས་སྤུད་དུ་སྒུག་ཡག་འདྲ་པོ་དང། ཨ་ནི་འགྲོ་བ་མི་གི་གར་སེམས་ཅན་གི་བྲག་ནས་སྤུད་དུ་སྒུག། ཁོ་རང་ཚོ་གི་བཀའ་སློབ་དེ་དང་དུ་ལེན་ཡག་ཡོད་མ་རེད་ཟེར་གོ་རེ་ཞེན་པ་འདུག་ཟེར་དུས་ཙང་ནི། བཀའ་སློབ་དེ་དང་དུ་ལེན་བསྡད་པས་ཡིན་ན། ཨ་ནི་སོ་སོ་སོ་སོ་ལ་དེ་ནི་གོ་དཀར་ཟེར་བདེ་བ་མི་ཡོང་བ། སོ་སོ་གི་སོ་སོ་ལ་སེམས་པས་ཡོང་བདེ་ཡ། དེ་ནི་སོ་སོ་གི་ཤི་ཚུལ་དེ་ལ་འཁྲུག་ཆེན་ཡོང་བདེ་ཡ་དེ་ཚོས་ཚང་བ་ཆ་ཚང་ལོག་སྟེ། ཁོ་རང་ཉིད་ཀྱི་སྐད་ཆ་ལ་བརྟེན་ནས་ཡོང་གི་ཡོད་རེད་བ། དེ་ཚོ་ག་རེ་རེད་ཟེར་ལབ་ཡིན་ན་ཏཱ་ལི་བླ་མ་གི་དེ་ནི་སྔོན་མ་ནས་ཅིག་ལབ་རེད་བ། དེ་ནི་བོད་གཞིས་བྱེས་མཉམ་འཛོམས་ཀྱི་ཡོང་འདོད་ཁ་བོ་རེད། རྡོ་རྗེ་ཤོད་དུས་ཁྱོད་སྡོད་བཞིན་ས་ག་ལུང་པ་ག་བ་ཡིན་ན་ས་གནས་གང་བ་ཡིན་མིན་ན་ཁོ་འགྲོ་ཐུབ་གི་མ་རེད་ཟེར་ཡ་དེ་ཚོ་སྐད་ཆ་དེ་ཚོ་ཆ་ཚང་ལོག་སྟེ། ང་རང་ཚོ་ཤི་ཚུགས་དེའི་ནང་ལོག་ལ་དཀྲུག་ཤིང་རྒྱག་གི་ཡོད་རེད་མ་གཏོགས་ཅི་ག་ཁོ་རང་ཤི་བཞིན་པ་དེ་ལས། བཙན་བྱོལ་ཤི་ཚུགས་དེའི་ནང་ལྷ་འདྲེ་ཞེས་པ་ཉག་གཅིག་རེ་བ་ཁོ་རང་གི་ཡིན་ན་འགྲོ་ཐུབ་གི་མེད་པ་དེ་ཐག་ཆོད་གི་ཡོད་རེད། རེད་དེ་ཡིན་ན་ཡང་ཁོ་རང་གི་བུ་སྐྱེས་ལ་ཤི་ཚུགས་དེའི་ནང་ལོག་ལ་དཀྲུག་ཤིང་ཅིག་རྒྱག་བཞག་གི་ཡིན་ན་ཁོ་རང་གི་འདོད་འདོད་དུ་འགྲོ་གི་རེད་བསམ་གི་ཡོད་རེད། ད་དོན་དག་རྙིང་པ་དེ་རྣམ་པ་ལྷན་སྐྱེས་ཚོ་ཚང་མ་ལོག་གི་ད་རྩ་བའི་ང་རང་ཚོ་གི་ད་ག་རེ་ཟེར་གི་རེད། སྔ་མ་བློ་བཟང་ལྗགས་ཚོགས་ཀྱི་སྐོར་ལ་ད་རྣམ་པ་ཚོ་ང་བགྲོ་གླེང་མང་པོ་བྱས་པ་རེད་ཆ་ཤས་མང་པོ་ལེན་པ་རེད། དེ་ཚང་མ་ལོག་ལ་ཡ་སྙིང་ཐག་པ་ནས་ཐོན་ཅི་བྱེད་ཟེར་ཞུ་གི་ཡིན། དགོས་པ་རང་འདྲ་པོ་ཅིག་གི་དེ་ནི་སྔ་མ་བློ་བཟང་ལྗགས་ཚོགས་ལ་ལྟ་སྟངས་དེ་ག་རེ་ཡིན་ཟེར་ལབ་ཡིན་ན། ཁོ་རང་གི་དེ་ནི་རྩ་བའི་གི་མི་གི་ཤོད་པ་འདྲ་པོ་དེ་ག་འདྲ་འདྲ་པོ་ཅིག་ཡོད་ས་རེད་སོ་སོ་གི་ཚོགས་ནང་གི་ཐོག་ནས་མ་ཤེས་པ་ཡིན་ན། ག་རེ་ཟེར་དགོས་རེད་དེ་འདྲའི་གི་ལ་ཨ་ཅིག་གི་འཕྲུལ་ལ་བརྟེན་ནས་སྤྲུལ་པ་དགེ་ལེགས་པ་ཟག་གི་ཡང་སྲིད་བཟོད་པ་ལམ་དུ་ལྷུང་བ་དང་གཟིགས་སྦྱོར་སྟེ་ཟེར་ཡག་གི་ཚིག་དེ་ཁོ་རང་གི་ཤེས་ཡིན་པ་གཞི་བཞག་བྱས་ནས་བསམ་བློ་བཏང་ཡག་པ་ཡིན་ན། ག་རེ་རེད་ཟེར་ལབ་ཡིན་ན་རྔ་པ་བློ་བཟང་རྒྱ་མཚོ་ཁོ་རང་གིས་དེ་ནི་དེ་ལོ་དངོས་པོའི་གནས་ཚུལ་ལ་བསྟན་རྗེས་བློ་བཟང་ཆོས་རྗེན་དང་དེ་ཚོ་དེ་འདྲའི་བྱེད་ཡུལ་མིན་ལ་མ་ལྟོས་པར། ཁོ་རང་གི་རྒྱལ་ཕུགས་ལ་བསྟན་རྗེས་བློ་བཟང་ཆོས་རྗེན་ལ་ཡིན་ན་ཡང་འཚེ་མེད་ཟུར་ཟ་བྱེད་བསྡད་མཁན་གཅིག། འདི་ག་ནང་གཡས་ཀྱི་སྤྲུལ་སྐུ་ལོག་དཀར་ཟེར་ཏེ་གྲགས་པ་རྒྱ་མཚན་ལས་ཡིན་ན་ཡང་མ་འདོད་པའི་རྣམ་པ་ཡོད་པ། འདི་ག་རང་ཁ་ནས་གཏུགས་ཐུག་གི་འདུག་བ་ང་རང་ཚོ་གི། ཁོ་ག་རེ་ཟེར་ན་ལ་ཨ་ཅིག་གི་ཁྲུས་ལ་བརྟེན་ནས་སྤྲུལ་སྐུ་དགེ་ལེགས་པ་ཚང་གི་ཡང་སྲིད་རྫུན་མ་ལམ་དུ་སློང་བ་དྭངས་གསལ་བྱོས་ཏེ་ལབ་ཙེ་ནི། ལ་ཨ་ཅིག་གི་ཁྲུས་བཤད་ཡག་འདུག་དེ། སུ་ལ་བཤད་དགོས་ར་པན་ཆེན་བློ་བཟང་ཁྱོད་ཀྱི་རྒྱ་མཚན་ལ་སྤྱི་སྨན་གྱི་ཁྲུས་བཤད་ཅེས་ནི། པན་ཆེན་བློ་བཟང་ཁྱོད་ཀྱི་རྒྱ་མཚན་དེ་སྤྱི་སྨན་ངོ་སྲུང་བྱེད་ཉེས་ཀྱི་རེད། སྤྱི་སྨན་གྱི་ངོ་ལ་བལྟས་ཀྱིས་ནི། སྤྱི་སྨན་དེ་གི་བུ་དེ། ཕྲུ་གུ་རྫུན་མ་བཟོས་ཀྱི་རེད་ལབ་འོང་གི་ཡོད་རེད་བ། དེ་འདྲ་ཡིན་དུས་ཙཱ་ནི་ཇག་ང་པ་ཁོ་རང་གི་ཡིན་ན་ཡང། དཔེ་རྒྱལ་བློ་བཟང་ཁྱོད་རྗེས་ལེགས་འདེང་རྒྱུ་བྱེད་ཀྱི་མེད་པ་དང། ཨ་ནི་ཆེད་བཟོ་བྱེད་ཀྱི་ཡོད་པ་དེ་ག་རང་ག་ནས་ལྷག་གོ་ཐུག་གི་འདུག་བ། དེ་ག་ནང་བཞིན་གྱི་ཕྲུ་གུ་གྲྭ་པ་ལྗང་ཚེ་ལ་ཁོ་རང་འཁོན་འཛིན་ཡོད་པ་དེ་དེ་ག་རང་ག་ནས་གཏུག་ཐུག་གི་འདུག་བ། དེ་འདྲ་ཡིན་དུས་ཙཱ་ནི། ཕྲུ་གུ་གྲྭ་པ་ལྗང་ཚེ་གི་དེ་ནི་དོན་ཆེན་བྱུང་བ་དེ། ང་ཧ་བློ་བཟང་ལྗང་ཚོ་ལས་འབྲེལ་བ་ཡོད་པ་དེ་དེ་ག་རང་ནས་ང་རང་ཚོ་གི་གཏུག་ཐུག་གི་ཡོད་རེད། དེ་ག་ནང་བཞིན་གྱི་ངས་ཁ་སང་ཞུས་པ་ནང་བཞིན་གྱི་རེད། ང་རང་ཚོའི་ཕ་བླ་མ་དམ་པ་དེ་ཚོ་གི་ཡིན་པས་ཡིན་ན་ཡང། ཕྲུ་གུ་འདྲ་པར་རྒྱ་མཚན་ལ་དོན་ཆེན་བྱུང་ཡོད་པ་དེ་ང་རང་ཚོ་ཚང་མ་གི་ཡིད་གཞག་བྱས་ནས་ཁས་ལེན་འདོད་ཀི་ཡོད་རེད་བ། ཁས་ལེན་པ་ཚ་དེ་མ་ཚད་ནི་ཁོ་ག་རེ་ཟེར་དགོས་ར་དེ་ནི། དེ་ནས་ཁོ་སྤྲོ་འདོད་ཚ་ནི་དེ་ནས་འདོང་རྒྱག་བྱས་ནས་འདོང་བརྗེད་བྱ་འདོད་ཚ་ནི། ཨ་ནི་མཚོན་ག་རེ་ཟེར་མ་བཟོ་བ་ཞེས་བྱས་ནས་ཤིང་གཞན་དོན་བ་ལ་སོགས་པ། ད་འདོང་དགོས་པ་དེ་མ་བྱས་མ་ཐོག་ཚིག་གི་གཟའ་ཆག་འཇུག་གི་ཤེས་བ་ལས་འདིར་སོང་ཡོད་པ་ལ་སོགས་པ། དེ་ག་ནང་བཞིན་གྱི་དེ་ནས་ད་མཚོན་ཆ་གི་དེ་ནི་ཁོང་ད་སྐུ་གྲོངས་ཐུབ་གི་མེད་པ་ཡིན་དུས་ས་ནི་དྲུག་གི་གྲྭ་པ་རྒྱ་མཚན་རང་གི་གསུང་ཞོན་བྱས་ནི་ཨ་ནི་ད་མཚོན་ཆ་ནི་གྲོངས་ཞུ་ཟེར་གསུང་རེད་ཟེར་ད་དེ་ང་རང་ཚོ་གི་ཕ་བླ་མ་དེ་དམ་པ་དེ་ཚོ་གི་ཡོངས་གྲགས་བཞིན་དུ་གསུང་འདུག་གི་ཡོད་རེད་བ། དེ་འདྲ་ཡིན་དུས་ས་ནི་དེ་ག་ནང་བཞིན་གྱི་དེ་འདྲི་གི་དེ་ནི་ཞེས་དགོས་ཡག་གི་དེ་ནི་དྲུག་གི་གྲྭ་པ་རྒྱ་མཚན་ལས་ཁོ་གར་ཟེར་དེ་འདྲི་གི་མཁས་པ་ཁྲི་ཡ་དེ་ཚོ་རྩ་བའི་གི་ཆ་ནས་བཤད་པ་ཡིན་ན་གནས་གཞུང་བཅུ་ཆ་ཆེན་པོ་གི་དེ་ནི་སྐུལ་མ་དྲུག་དང་ཕྲིན་ལན་ལ་བརྟེན་བྱས་ནི་བྱུང་གི་ཡོད་བ། དེ་ཡང་དེ་ནི། ང་རང་ཚོགས་ཀྱི་དེ་ནས་ཕྱག་བཞག་ས་ཁྱོད་ཚུགས་ས་དེ་ནས་བཀའ་འགྱུར་རིན་པོ་ཆེ་གི་ཚིག་གསུངས་གནང་གི་འདུག་བ། དེ་འདྲ་ཡིན་དུས་ཚེ་ནི་རྔ་བ་བློ་བཟང་རྒྱ་མཚོ། ཨ་ནི་ཁོ་གར་ཟེར། གར་ཟེར་དེ་ནོར་བུ་གླིང་ག་ནི་འབྲི་ཕུང་ལས་ཕེབས་པའི་སྐབས་ཅིག་ལ། ཨ་ནི་འབྲི་ཕུང་དང་གར་ཟེར་དེ་ནི་གར་ཟེར། ཨོ། དེ་གར་ཟེར་ནོར་བུ་གླིང་ག་གཉིས་ཀྱི་ཕྱི་ཡི་གེ་ལས། དོགས་འཕྲུལ་ཆེན་པོ་ཞེ་བོ་གཅིག་གི་འཕྲུལ་བྱས་ནས་རྔ་པ་བློ་བཟང་རྒྱ་མཚོ་འབྲི་ཁུང་ལ་ཕེབས་མ་ཐུབ་པ། དེ་ཕེབས་མ་ཐུབ་པ་ཡོད་དུས་ཡིན་པ་ཡིན་དུས་ཙཱ་ནི་ཨ་ནི་རྔ་པ་བློ་བཟང་རྒྱ་མཚོ་གི་གནས་ཤུལ་གྱི་གནས་གཞུང་ལ་ཁུ་སུ་ཞུས་ཡོད་པ། གནས་གཞུང་ལ་ཁུ་སུ་ཞུས་དུས་ཙཱ་ནི་ཨ་ནི་ཁོ་ག་རེ་ཟེར་རོ་ཀྱང་འདི་ནི་ཀྲུག་གི་གྲྭ་པ་རྒྱ་མཚན་གྱི་གནོད་པ་རེད་གསུངས་ཡོད་པ། རྒྱུ་མཚན་དེ་ལ་བརྟེན་བྱས་ནས་ཨ་ནི་ག་རེ་ཟེར་ཀྲུག་གི་གྲྭ་པ་རྒྱ་མཚན་ལ་དེ་ནི་ཁྱད་པར་དེ་ཕུག་ཡོད་པ། དེ་ཚོ་ཆ་ཚང་ལོ་མ་གསུངས་ཡོང་དུས་ཙཱ་ནི། ཁོ་རྩ་བའི་གི་གསུང་སྟངས་དེ་འདྲ་མ་འདྲ་ཙམ་རེད་མ་གཏོགས་བྱེད་ཀ་ལྔ་པ་བློ་བཟང་རྒྱ་མཚོ་དང་འབྲེལ་བ་ཡོད་པ་གཅིག་ང་རང་ཚོ་གི་ཕ་བླ་མ་དམ་པ་དེ་ཚོ་གི་ཁས་ལེན་འདོད་གི་ཡོད་རེད་བ། དེ་འདྲ་ཡིན་དུས་རྩ་མི་དེ་ཚོ་ཁྱ་ཚང་ལ་ང་རང་ཚོ་གི། གཡོ་ཐབས་རང་བཞིན་ཅིག་གི་དེ་འདྲ་སྐད་ཆ་ཅིག་བྱེད་བསྡད་པ་ཡིན་ན་གནས་ལུགས་ལ་མཐུན་གི་མ་རེད་ལ་བདེན་པ་བདེན་གར་སེ་ང་རང་ཚོ་གི་བདེན་པ་ལ་རྒྱབ་ཞུགས་དགོས་མི་འདུག་བ། དེ་འདྲ་ཡིན་ན་ཚེ་ནི་ངའི་ཞུ་ཡིག་དེ་ག་རེ་ཞུ་དགོས་རེད་ཟེར་ལབ་ཡིན་ན། རྔ་ཁ་བློ་བཟང་རྒྱ་མཚོ་ཁོ་ཕྱི་ཐང་གི་ད་བཀའ་བརྒྱུད་པ་གི་དེ་ནས་ག་ས་དགོན་པ་རྩ་གཏོར་བཏང་ཡོད་པ་དང་དེ་ཚོ་ག་རེ་བྱེད་ཡོད་མེད་ལ་མ་ལྟོས་པར། ཕྲུ་གུ་གྲྭ་བ་རྒྱ་མཚན་གི་དེ་ནས་ག་རེ་ཟེར་ད་སོའི་ད་སོ་ཐོག་གི་མཆེད་པ་དེ་ལ་རྔ་ཁ་བློ་བཟང་རྒྱ་མཚོ་དང་འབྲེལ་བ་ཡོད་པ། དེ་འདྲ་ཡིན་དུས་ཚེ་ནི་རྔ་ཁ་བློ་བཟང་རྒྱ་མཚོ་གི་ཕྲུ་གུ་གྲྭ་བ་རྒྱ་མཚན་གི་སོའི་གི་མཆེད་པ་དེ་དང་འབྲེལ་བ་ཡོད་དུས་ཚེ་ནི་དེ་འདྲའི་གི་དེ་ནས། མི་བསད་མཁན་དེའི་གི་དེ་ནས། བླ་མ་སེ་གོ་ན་དེ་ཀྲོ་ཀི་དེ་ཡང་སེ་དེ་མུ་མཐུད་ནས་རྒྱུད་འཛིན་ཡོང་དགོས་ཡ་གཅིག་དང། དེ་འབྲིང་གི་དེ་ནས་ཀྲོ་ཀི་གྲྭ་པ་འཇམ་སེང་དེ་ཨ་ལི་ཁོ་དེ་ནས་ནས་ཁོ་ར་གི་མིང་མེད་ཤུལ་མེད་དེ་བཏང་ཡོད་བ། དེ་ཙམ་དུ་མ་ཚད་ནས་ཁ་སང་ངས་ཁ་སང་ལུང་འདྲེན་བྱས་དེ་ཡ་དེ། དེ་ནས་ང་ཕ་བློ་བཟང་རྒྱ་མཚོ་ལ་དེ་ནས་ཁོ་གར་སེ་དེ་གི་གསང་བ་རྒྱ་ཆེན་གི་དེ་ནས། གསུང་ཕྱི་མ་དེའི་ནང་ལོགས་ལ་ཕྱི་མ་ཟེར་མ་རེད་བས་དེ་འདྲ་ཅིག་ནང་ལོགས་ལ་ཡ། ཨ་ནི་ཁོ་རང་ལ་གཟིགས་སྣང་བྱུང་བྱས་ནས་དཔའ་སྡེའི་ལྷ་མོ་གི་ཞབས་གཡས་བཅིག་སྟེ་དྲུག་གི་གྲྭ་པ་བྱང་ཚིག་གི་གཟུགས་ཁང་ཁ་ལ་སྤུད་དེ་ཡོད་པ་ཞིག་གཡས་བཅིག་སྟེ་ག་རེ་ཟེར་རེད་དེ་ནི། ད་གཡས་བཅིག་སྟེ་ག་བ་ཡིན་ན་ཅིག་རེད་དེ་འདྲ་ཅིག་ལ་སྤུད་དེ་ཡོད་པ་དེ་འདྲས་ཅིག་གསུང་བྱས་ནས་གསུང་འོང་དུས་ཚར་ནས་དེར་ད་ག་རང་བཞིན་གྱི་ཁོ་ག་རེ་ཟེར་ད་དྲུག་གི་གྲྭ་པ་བྱང་ཚིག་གི་བླ་བྲང་དེའི་མིང་ན་གཞུང་སྲིད་ལོག་ཅིག་ནས་མིང་མེད་ཤུལ་མེད་དུ་བཏང་རེད་གསུང་གི་འདུག་བ། དེ་ཚོས་ཆ་ཚང་བ་ལོ་དེ་སྔ་ཕ་བློ་བཟང་རྒྱ་མཚོ་ཁོ་རང་གི་དེ་གར་སེ་ད་ད་གསང་བ་མཇལ་ཁྱེད་ནས་ཡོད་བསྡད་པ་རེད་བ་མ་ཟད་ཏཱ་ལའི་ཀྱུ་ཞིག་པ་གི་ད་ག་ཚོད་ལྕགས་ཚོད་བཤད་དུ་གི་ཡོད་མ་རེད་བ། དེ་འདྲ་ཡིན་དུས་ཙཱ་ནི། ད་ངས་ཞུ་ཡ་དེ་གཙོ་བོ་ག་རེ་རེད་ཟེར་ལབ་ཡིན་ན། སྔ་ཕ་བློ་བཟང་རྒྱ་མཚོ་གི་གནང་ཐ་དོད་གི་ལོའི་གུས་བཟང་ནང་ལོགས་ལ་ཡ། ང་རང་ཚོ་གི་ད་མཆན་སེར་ལྟར་རེད་དེ་འདྲ་ཡིན་དུས་ཙཱ་ནི། ཁོ་ག་རེ་ཟེར་ན་ཕི་གི་ལ་གར་སེ་ཟུར་དཔང་མཛད་ཟེར་འདུག་བ། དེའི་ཡ། གང་དེ་ན་ལ་ག་རེ་འདོད་སེ་ལབ་ཡིན་ན། རྣམ་ཐར་དོད་དགོས་ལ་གོས་བཟང་ལྟ་བ་དེ་གས། ཨ་ནི་ཁོ་ག་རེ་ཟེར་དེ་འདྲས་གི་དེ་ནས་སྒྲུབ་ཁག་བདུན་གི་གསད་པ་མི་ཡི་ལས་སྦྱོར་མཛད་དུས་ཙཱ་ནི། ནུས་པ་ཐོས་པའི་རྟགས་དེ་ལ་མི་རོ་ཚུགས་པ་གྲིབ་མ་ཁོ་ཅི་འཚོ་བ་བྱུང་རེས། འགྲོ་བ་མང་པོ་ལ་མི་འཇིགས་པའི་སྲོག་གི་བཞིན་པ་ཆགས། དེ་འདྲས་ཁོ་ག་རེ་ཟེར། གཏད་མེད་དུ་བཏང་ནས་ཐར་པའི་བདེ་བ་ལ་བཀོད། ཞེས་བྲིས་འདུག་བ། གཏད་མེད་དུ་དང་ཐར་པའི་བདེ་བ་ལ་བཀོད། དེ་འདྲ་ཡིན་དུས་ཚང་ནས་ང་རང་ཚོ་གི་ད་དེ་འདྲའི་གི་ད་སྔགས་བླ་མེད་ཀྱི་ལུགས་གི་དེ་འདྲ་སྲེད་པ་མེ་ཡི་ལུས་སྦྱོང་མཛད་དེ་ཨ་ནེ་འཁོར། གཏད་མེད་དུ་བཏང་ནས་ཐར་པའི་བདེ་བ་ལ་བཀོད་དུས་ཚང་ནས་ག་རེ་འདི་འདྲ་བོ་བྱེད་དགོས་གོ་རེ་ཟེར་ལབ་པས་ན་དེ་འདྲའི་གི་ཕྲུག་གི་གྲྭ་བ་རྒྱ་མཚན་གྱི་སྣང་བཞི་དེ་ཡེ་ཤེས་ཆོས་སྐུ་ལ་ཡར་བསྟེན་དགོས་ཡོད་དགོས་པ་ཡོད་པ་ཡིན་དུས་ཚང་ནས།

དེ་ནས་ཁོ་གར་ཟེར་དེ་ནས་ནི་མ་གར་ཟེར་དེ་ནས་མགོན་པོ་དང་ལྷ་མོ་དང་དེ་ནས་གར་ཟེར་སའི་ཁྲབ་ཆེན་དང་དེ་ནས་བེར་རྩེ་དུ་ཟེར། ཆུ་གཞོང་དེ་ཚོ་མིང་རེ་རེ་ག་སོགས་མ་སྨོས་ཅི་ནས། འདི་གི་རྟེན་དང་འགྲོ་བ་ཁོ་ལ་འཚེ་བ་ཞིག་ནང་མགོན་ཤོད་པོ་ཉི་མ་ཟེར་ཐང་བ་ལོ་ཟེར་ལ་ཁོ་རང་གི་རེ་རེ་ག་སོགས་མ་སྨོས་ཀི་མཛད་དོ། དེ་སྨོས་དུས་ཚ་ནི་དེ་སྐྱོ་དུས་ཚ་ནི། སླར་རང་གར་ག་རེ་ཟོང་ཁང་ག་རེ་རེ་ཁང་སང་སོན་ནོ་ཡིན་ན་ཅི་དང་སྟག་ཡོམ་ཡོམ་ཞིག་རེད་ཟེར་དྲིས་དུ་བ། དེ་འདྲ་ཡིན་དུས་ཚ་ནི། ཁོ་རང་རང་གི་སྐད་ཆ་དེ་ལས་ནང་ག་དུ་བ།

བཀའ་བཀོད་སྙེད་དུ་བསྟོད་ཡོང་དུས་རྩ་ནི། ཨ་ནི་ཀོ་གར་སི་བསྟན་པ་བསྲུང་བར་བྱེད་པ་ལ་ཁོ་རང་ཚོ་ཁྱུ་ཆུང་དུ་བཀའ་བཀོད་སྙེད་དུ་བསྟོད་ཀྱི་ཡོད་པ་ཡིན་དུས་རྩ་ནི། དྭངས་བསིང་འབྱུང་པོ་ཞིག་ལ་དུས་ནམ་ཡང་ཁོ་རང་ཚོ་དགོངས་བཞེད་སྤོ་ཉན་མཛད་སྲིད་ཀྱི་མ་རེད་བ། སྔ་མ་བློ་བཟང་རྒྱ་མཚོས་ཁོ་རང་གི་སྐད་ཆ་དེ་ཁོ་རང་གི་ནང་འགལ་འདྲ་བོ་ཅིག་དང། ཚིག་གར་སི་རེད། ང་རང་ཚོ་གི་གར་སི། ཡང་དག་པ་འདྲ་བོ་ཅིག། མཐོང་མི་ཐོས་བ་དེ་འདྲས་ཅིག་ཏན་ཏན་ཁོ་རང་གི་དེ་སྐད་ཆ་དེའི་ནང་མཐོང་ཡང་འདུག། དེ་ག་ནང་གི་དབྱིངས་ཀྱི་གར་སེལ་བར་དེ་ནས་ལྔ་པ་བློ་བཟང་རྒྱ་མཚོ་གི་སྔགས་མཐར་ཐུག་གི་ལུས་གོས་བཟང་ནག་ལོ་ནི། དེ་འདྲིས་ཀྱི་དེ་ནས་སྤྲུལ་སྐུ་གྲགས་པ་རྒྱལ་མཚན་དེས་གསད་པ་མེ་ཡི་ལས་གཞུང་མཛད་དེ་ཚེ་ནི་ཨ་ནི་ཁོ་གར་སེལ་སྲེག་མ་ཐོབ་ནས་ཤོག་ཟེར་རེ་ཟེར་ཡང་ཅིག་བྲིས་མི་འདུག་བ། དེ་ག་ནང་དབྱིངས་ཀྱི་ད་ང་རང་ཚོ་གི་ད་ཤཱཀྱ་ཐུབ་ཤར་རིན་པོ་ཆེ་གི་སྟོད་འགྲོའི་དྭངས་ཆེན་རྒྱ་མཚོ་ནག་ལོ་ལ། དེ་ནི་ཁོ་གར་སེལ་ཡོད་རེ་ཟེར་ལབ་ཡིན་ན་ནི་ངེད་གླིང་གི་དུད་ཁ་མི་བཟད་པའི་དེ་ནི་མགོན་པོ་ཁོ་ཅིག་གར་སེལ་དེ་ནི་ཁྱུང་ཁྲོ་བྱེད་བཞིན་དུ་ཕྱིན་ཡིན་སྲིད་ད་ག་ཟེ་ལྔ་པ་བློ་བཟང་རྒྱ་མཚོ་དང་དེ་ཚོ་གི་ད་གསད་པ་མེ་ཡི་ལས་གཞུང་མཛད་བ་དང་ཚེ་ནི། ག་གཟིགས་དེའི་ལུས་ཀྱི་ཐོད་ལེན་གྱི་སྒྲ་ལ་མ་ཐོས་པ་ཡིན་དུས་ཙམ་ནས་ནི་ངན་ལེན་གྱི་དོ་ཁ་མི་བཟོད་ཟེར་དུས་ཙམ་ནས་ག་གཟིགས་ཆོས་སྐྱོང་རྒྱ་ཆེན་རྡོ་རྗེ་ཤུགས་ལྡན་གྱི་ལུས་དེ་གཙོ་བོ་མེད་པ་ཡིན་དུས་ཙམ་ནས་དེ་ནས་དེ་ནས་ནི་སྒྲ་ལ་མ་ཐོས་པར་ཞེས་བྱས་ནས་ཨ་ནི་ཁྱོད་འགྲོ་ཇི་བཞིན་དུ་བྱས་ནས་ཤོག་ཟེར་རེ་ཟེར་ཡ་དེ་སྟོན་འགྲོའི་དང་ཆེས་ཀྱང་སོང་ནས་ས་དེ་གི་ཡོ་ར་མ་ཟེར་ཕུ་གེ་ལ་ཁར་སོང་རྣམ་ཐར་དུས་ཀུན་ལ་ཁོ་བོའི་བཟང་ནག་ལོ་ལ་ས་མི་འདུག་བ། དེ་འདྲ་ན་ཡིན་དུས་ཙམ་ནས་ཏཱ་ལའི་པ། ད་ལྟ་བཅུ་ཡི་པ་བསྟན་འཛིན་རྒྱ་མཚོ་འདི་གི་ཡིན་པ་ཡིན་ན་ཡང་ལྔ་པ་བློ་བཟང་རྒྱ་མཚོ། ཏཱ་ལའི་ཁྱོད་ཀྱིས་པ་སྤེན་ཚེ་རྒྱ་མཚོ་གི་ཡིན་པ་ཡིན་ན་རྔ་བ་ལ་ལྷ་རྒྱ་མཚོ་གི་སྣ་ཐ་དོད་གི་ལོ་གུས་བཟང་ནག་ལོ་ལས་གང་ཡོད་པ་དེ་དྲི་མ་ཇི་སྐད་ཅིག་ཁུ་ཁས་ལེན་གི་མི་འདུག་བསམ་བསམ་གྱིས་བསམ་གོ་འདུག་ཁོ་ག་རེ་རེ་ཟེར་ལབ་པ་ཡིན་ན་དྲི་མ་ཅིག་གིས་ཁོ་རང་གི་དེ་ནི་ལོང་དྲི་མ་ཅིག་གིས་དེ་འདྲ་དྲི་མ་ཅིག་གིས་ཁོ་རང་གི་ཁས་ལེན་གི་ཡོད་ན་ཨ་ནི་སྲིད་པ་མི་ཡི་ལས་སྦྱོང་མཛད་དུས་ཚེ་ནས་ནུས་པ་ཐོན་པའི་རྟགས་དེ་ལ་མི་རོ་ཚིག་པ་གྲོ་མ་ཀུན་གྱི་འཚོ་བ་བྱུང་རེད་དེ་ག་ནང་བཞིན་གྱི་ཁོ་ག་རེ་ཟེར་དེ་ནི་འགྲོ་བ་མང་པོ་ལ་མི་འཇིགས་པའི་སྲོལ་བཞིན་པ་ཆ་གཏན་མེད་དུ་བཏང་ཐར་པའི་བདེ་བ་ལ་བཀོད་ཟེར་བ་དེ་ཁས་ལེན་གི་འདུག་བ།

མང་ཆེ་བ་དེ་ཏཱ་ལའི་ཡའི་སྐྱོན་ཡིན་པ་ག་ཚོད་ཏཱ་ལའི་བླ་མ་འགྲོ་གང་གི་དེ་ནས་བོད་སྐད་དེ་གྲྭ་ཆས་ནང་ལོག་བཞག་འདུག་བ་ཡི་གེ་དེ་ཚོ་ཆ་ཚང་བཞག་འདུག་དེ་ནས་རྡོ་རྗེ་ཤུགས་ལྡན་ཁོ་བྲིས་ཡིག་དེ་ཚོ་བཞག་འདུག་བ་ཁོས་ཆ་ཚང་མཐོང་གི་ཡོད་རེད་དེ་ཡིན་ན་ཡང་ཁོ་རང་ལ་དགོས་ཡ་དེ་ཚོ་ཚུར་འགྲོ་མི་དགོས་དེ་དེ་ཚོ་ཕར་བཞག་བྱས་ནས་དེ་འདྲས་བྱེད་ཀྱི་བསྡད་འདུག་བ་ཁོས་ག་རེ་ཟེར་ན། རྡོ་རྗེ་ཤུགས་ལྡན་ཟེར་བ་དེ་བརྗོད་སྨྲ་བླ་ལོག་པ་རེད་ངོ་བོ་དྭངས་གསལ་འཇོག་དགོས་རུང་ཞེ་ལེ་བསྟན་དང་འགྲོ་བ་སྐོར་ལ་འཚེ་བ་བྱེད་ཉེས་རེ་གནོད་ཀྱི་འདུག་ཟེར་འདུག་གི་འདུག་བསམ་ནས་ཁོས་ག་རེ་ཟེར་ཡོང་གི་རེད་ཟེར་ན་ད་འདྲ་ཡང་གནོད་འདུག་ཧོ་བ་ཁོས་ཤེས་ཡོང་གི་ཡོད་རུང་བ། དེ་འདྲ་ཡིན་ནི་ཟེར་ན་སྔ་ཁ་བློ་བཟང་རྒྱ་མཚོ་གིས་དེ་སོང་སྟེ་ཁྱི་མ་ཁྱི་ཞིག་ཁས་ལེན་མཁན་ཡིན་ན་འགྲོ་བ་མང་པོ་ལ་མི་འགྱིག་པ་བསུ་བའི་བཞིན་པ་ཁྱད་ད་པའི་སྡེ་བ་ལ་ཁོས་གཏན་མེད་དུ་བཏང་ཟེར་དུས་ཚར་ནི་ཨ་ནི་ཁོ་ཁར་ཟེར་ད་པའི་སྡེ་བ་ལ་བསྐོས་ཚར་དུས་ཚར་ནི་ལྷ་ཡང་དེ་ནི་དེ་འདྲའི་ཁྱི་དེ་ནས་གང་ཟིག་སྡུག་པ་ཅིག་དེ་འདྲ་ཚོས་ཡོང་མི་སྲིད་པ་རེད་དོ། དེ་འདྲ་ཡིན་དུས་ཚར་ནི་ད་རྣམ་པ་ཚོ་གིས་དེ་ཚོ་ལ་དགོངས་པ་ག་འདྲི་འདྲ་པོ་ཟེར་འདྲེ་དགོས་རེད་ག་འདྲི་འདྲ་པོ་ཟེར་དགོངས་པ་བཞེས་དགོས་རེད། ད་ནང་བཞིན་ང་རང་ཚོ་ཕ་བླ་མ་དམ་པ་དེ་ཚོ་གི་ཡིན་ན་ཡང། ཨ་ནི་ཁོ་ག་ཟེར་རྔ་པ་བློ་བཟང་རྒྱ་མཚོ་དང་ཕྲུ་གུ་གྲྭ་པ་འཇམ་མཚན་གཉིས་དེ་ཐུག་མ་ཐུབ་པ་ཡོད་མ་རེད་ཟེར་འོང་དུས་ཙཱ་ནི། ཆུ་ཤུར་རྒྱ་ཆེའི་རྡོ་རྗེ་ཤུགས་ལྡན་དང་རྔ་པ་བློ་བཟང་རྒྱ་མཚོ་གཉིས་ཐུག་མ་ཐུབ་པ་ཡོད་མ་རེད་ཟེར་གྱི་ཡོད་མ་རེད། རྔ་པ་བློ་བཟང་རྒྱ་མཚོ་དང་ཕྲུ་གུ་གྲྭ་པ་འཇམ་མཚན་གཉིས་ཐུག་མ་ཐུབ་པ་ཡོད་མ་རེད་ཁྱི་བ་འདྲེ་འདུག་ཚུལ་དུ་བྱས་པ་རེད་དེ་ཡང་ཀོ་ཞང་ཡང་ཡང་ཀྱི་ཀྱི་དེ་ཕྲུ་གུ་དང་འཕྲིན་ལན་དེ་ཚོ་ཡིན་ན་གནས་ཆུང་ཁྱུ་ཆ་ཆེན་པོ་ག་ཕྲུ་གུ་དང་འཕྲིན་ལན་ལ་བརྟེན་ནས་བྱུང་བ་རེད་ཟེར་དུས་ཙཱ་ནི།

རྔ་བ་ལོ་སར་རྒྱང་ཚོགས་ཀྱི་བྱེད་སྒོའི་འོག་ནས་ཕྲུ་གུ་གྲྭ་པ་རྒྱང་སྲིང་བཀྲོངས་མེད་པ་ཡིན་ནམ་ར་ལོ་སར་བ་དེ་ཁོང་དགོས་ཡག་གི་རྒྱུ་མཚན་མི་འདུག་བ། དེ་འདྲ་ཡིན་དུས་ཚོད་ནས་ད་དེ་ཚོ་ལ་དགོངས་པ་ག་འདྲས་ཟིན་འདྲའི་བར་རྣམ་པ་ཚོ། དགེ་བའི་བཤེས་གཉེན་རྣམ་པ་ཚོ་གི་དེ་དེ་ཚོ་ལ་དགོངས་པ་འདྲ་བོ་འདྲེ་ཡག་གི་ཐབས་ཤེས་འདྲ་བོ་ཅིག་མིག་ཟིག་གི་ཁ་གསལ་བོ་འདྲ་བོ་བཟོ་ཡག་ཡོད་རེད་བས་དེ་ནས་ང་གང་ཡང་མ་ཤེས་པ་ཅིག་གི་དེ་འདྲ་སྨོང་ཆ་ཕྲན་བུ་ལ་ཕྲན་བུ་ཅིག་ཞུས་པ་ཡིན། དེ་འདྲ་ཡིན་དུས་ཚོད་ནས་དེ་ནས་བགྲོ་གླེང་གི་ཚོད་དུ་ཞུས་པ་ཡིན་བཀོད་འདབ་འདྲ་བོ་དང་ཟུར་ཟ་འདྲ་བོ་དང་ལུག་རྟ་དེ་འདྲ་རྩ་བ་ཉིད་ནས་མི་ཡི་རྣམ་པ་ཚོ་བཀྲ་ཤིས་བདེ་ལེགས།